བོད་ཡིག་དང་བོད་སྐད་དེ་ཡག་པོ་ཅིག་མ་ཤེས་ན། འདི་ནི་ང་རང་ཚོ་ནང་པ་སངས་རྒྱས་བར་གྱི་ཆོས་ཐམས་ཅད་ཀྱི་སྙིང་པོ་གསང་སྔགས་རྡོ་རྗེ་ཐེག་པའི་ཆོས་རེད། དེ་དེའི་གི་ཆོས་ཀྱི་སྙིང་པོ་ཡང་བརྒྱུད་པ་དང་ལྡན་པ་ཅིག་ང་ཚོ་བོད་ཀྱི་སྐད་ཐོག་ལ་ཡོད་ར་རེད། འདི་གི་སྐད་ཐོག་ལ་ཡོད་པའི་གི་ཆོས་དེ་དེ་ནི་མ་ནོར་མ་འཁྲུལ་པ་ཡང་དག་པ་ཅིག་ཤེས་དགོས་ན་དེ་ནི་བོད་ཀྱི་སྐད་དེ་མ་ནོར་མ་འཁྲུལ་པ་ཡང་དག་པ་ཅིག་མ་ཤེས་གི་བར་དུ་ལ་དེ་ནི་ཤེས་ཡག་དཀའ་ལས་ཁ་པོ་ཞེ་དྲག་རེད། དཔེར་ན་མི་བརྒྱ་ཙམ་གཅིག་གིས་ཆོས་མཉམ་དུ་ལ་སྦྱངས་པ་ཡིན་ན་མི་གཅིག་གཉིས་ཙམ་གྱིས་ལ་དེ་ནི་ཐུན་མོང་མ་ཡིན་པར་ཁྱད་པར་དུ་འཕགས་བོད་ཀྱི་བསོད་ནམས་ཀྱི་ཚོགས་བསགས་བཞག་པ་དེ་འདྲ་ཡོང་སྲིད་ཀྱི་རེད་དེ་མཛོད་ཀྱི་དེ་ནི་བོད་སྐད་མ་གོ་བ་ལ་ཤེས་སྲིད་ཀྱི་རེད་དེ་མ་སྲིད་པ་མ་རེད་ཡིན་ན་ཡང་དཀའ་ལས་ཁ་པོ་ཞིག་རག་རེད་དེ་ཡིན་དུས་ང་རང་ཚོ། བོད་སྐད་ཡག་པོ་གྱིས་མ་ཤེས་བོད་ཡིག་ཡག་པོ་གྱིས་མ་ཤེས་ན། དེ་ནི་ནང་པ་སངས་རྒྱས་བོད་ཀྱི་ཆོས་གསང་སྔགས་རྡོ་རྗེ་ཐེག་པའི་གྱི་ཆོས་ང་ཚོ་ལ་ཡོད་པ་འདི། ཐོབ་ཐོབ་རྒྱུ་དཀའ་ལས་ཁ་པོ་རེད་ཤེས་རྒྱུ་དཀའ་ལས་ཁ་པོ་རེད་བརྒྱུད་པ་སྤེལ་རྒྱུ་ད་ཤིན་ཏུ་ནས་ཀྱང་དཀའ་ལས་ཁ་པོ་རེད་དེ་གི་བྱིན་རླབས་དེ་འཇུག་རྒྱུ་ཡང་ཤིན་ཏུ་ནས་ཀྱང་དཀའ་ལས་ཁ་པོ་རེད། བོད་སྐད་ཀྱི་ཐོག་ལས་བྱས་པ་ཡིན་ན་ང་གྲུབ་པ་ཐོབ་ཡོད་མ་རེད་དེ་ཡིན་ན་ཡང། དེ་ནི་བཀའ་བརྒྱུད་པ་ལ་ཡིན་ན་བཀའ་བརྒྱུད་གྲུབ་ཐོབ་རྒྱ་མཚོ། དེ་རྣམས་གཅིག་གི་སྙིགས་མ་པ་ལ་ཡིན་ན་དེ་ནི་རྗེ་འབངས་ཉི་ཤུ་རྩ་ལྔ་ལ་སོགས་པ་གུ་རུ་རིན་པོ་ཆེ་གི་སྐུ་དུས་ལས་བྱུང་བསྡད་པ། དུས་ཚོད་གཅིག་ལ་བྱུང་བསྡད་པ་རྗེ་འབངས་ཉི་ཤུ་རྩ་ལྔ་ཡོད་རེད་དེ་ལ་སོགས་པ་བསམ་གྱིས་མི་ཁྱབ་པ་དགེ་ལུགས་རེད་ས་སྐྱ་རེད་བོན་དང་བཅས་པ་གང་གཱ་གི་དེ་ནི་རྟ། ཁྱད་པར་དུ་གྲུབ་པའི་གི་སྐྱེས་བུ་ཆེན་པོ་དེ་ཚོ་གང་གཱ་དེ་ནི་གྲུབ་པ་ཐོབ་པ་ཤ་སྟག་རེད་འབྲས་བུ་ཐོབ་པ་ཤ་སྟག་རེད་དེ་འདྲའི་ཡིན་དུས་དེ་ཁོང་རྣམ་པའི་གི་བྱིན་རླབས་དེ་ཡོད་རེད། དེ་འདྲ་ལ་བརྟེན་ནས་ངེད་ཀྱིས་རྟག་པ་འདི་བར་ལས་བོད་སྐད་ཀྱི་ཐོག་དང་བོད་ཡིག་གི་ཐོག་ལ་དེ་འདྲ་དོ་སྣང་བྱེད་ཡ་དེ་གལ་ཆེན་པོ་རེད་ཟེར་ན་ལབ་བསྡད་ཀྱི་ཡོད་དེ་རྒྱུ་མཚན་དེ་འདྲ་རེད་མ་གཏོགས་སྐད་ལས་ཡག་གཞན་དང་ང་ཚོ་ང་བོད་པ་ཡིན་པ་ལ་བརྟེན་ནས་བོད་སྐད་དེ་ཡག་པོ་ཡིན་དེ་གལ་ཆེན་པོ་ཡིན་དེ་ནས་ང་མི་རིགས་གཞན་མ་མ་ཡིན་པ་ལ་བརྟེན་ནས་སྐད་གཞན་མ་དེ་ཚོ་དེ་འདྲ་རྩ་ཆེན་པོ་མ་རེད་གལ་ཆེན་པོ་མ་རེད་དེ་འདྲ་རྩ་བ་ཉིད་ལ་ཟེར་གྱི་ཡོད་མ་རེད་སྐད་ཡིན་པའི་གི་ཐོག་ནས་ཚང་མ་གཅིག་པ་རེད་ཡིན་ན་ཡང་ད་ལྟ་ཆོས་ཡོད་པའི་གི་ཐོག་ནས་ཆོས་དེ་དེའི་སྐད་ཐོག་ལ་བཞུགས་ཡོད་དུས་དེ་ནི་དེ་མེད་ན་ཐབས་མེད་ཆགས་ཀྱི་ཡོད་རེད།